མེ་ཏོག་དང་རྨི་ལམ་ལེའུ་བཅུ་བཞི་པ། ཉིན་ཤས་ནས་ཁོ་མོའི་ནད་གཞི་ཅུང་དྲག་ཏུ་སོང་བ་དང་མོའི་གདོང་ལ་སྐར་མ་བྱུགས་ཏེ་མཚན་ལས་ལ་ཐོན། པད་ཁའི་མེ་ཏོག་གིས་གཡོ་སྒྱུའི་གཏམ་དང་བཅོས་མའི་བཞིན་གྱིས་སྐུ་མགྲོན་ལ་དབང་བསྐུར་ཞུས་ཏེ་ཡོང་འབབ་གསོག་པར་ཕྱིན། འོན་ཏེ་མོའི་གཟུགས་པོར་ཤུགས་མེད་ལ་ད་ལྟ་སྐུ་མགྲོན་ཚོར་བཅོས་མའི་འཛུམ་བསྟན་རྒྱུ་དེ་ཡང་མི་ལྕོགས་པས། སླར་ཡང་རང་གིས་རང་ལ་ངལ་གསོ་སྤྲད་དེ་སྨན་པ་མི་བསྟེན་ཀ་མེད་བྱུང། ཐོག་མར་བ་ལུའི་མེ་ཏོག་དང་པད་ཁའི་མེ་ཏོག་གཉིས་པོས་སྟབས་བདེ་དང་གོང་འཁེལ་བར་བསམས་ཏེ་སྒེར་གྱི་སྨན་ཁང་ཞིག་ཏུ་བསྐྱོད། སྨན་པས་ན་ཚ་འདི་ལ་ང་ཚོའི་སྨན་ཁང་དུ་ཆུ་དམ་སྒྲོག་སྟེ་བརྙན་ཁ་གཅོག་པ་ཙམ་ལས་གཞན་གྱི་ཐབས་ཤེས་ཡག་པ་མེད་པས་ངེས་པར་དུ་སྨན་ཁང་ཆེ་སར་འགྲོ་དགོས་ཞེས་བཤད། པད་ཁའི་མེ་ཏོག་གིས་སྨན་པས་བཤད་པ་ལྟར་བྱ་རྒྱུའི་ཁས་བླངས་པ་དང། སྔོན་ལ་མོའི་རེ་བ་བཞིན་ཆུ་དམ་ཉིན་ཤས་འགར། དེས་མོའི་ནད་གཞི་མངོན་གསལ་གྱིས་དྲག་སྐྱེད་བྱུང། དེ་རྗེས་སྨན་པ་དེས་འོས་འཇུག་བྱས་པ་བཞིན་སྨན་ཁང་ཆུང་ཆུང་དེ་ནས་གཉན་ཁ་གཅོག་ཆེད་སྨན་མི་ཉུང་བ་ཞིག་ཉོས་ཏེ་བཏུང་གིན་ཟླ་ཕྱེད་ཙམ་ངལ་གསོ་བརྒྱབ་པས་ཁོ་མོའི་ལུས་ཁམས་བདེ་ཐང་བསྐྱར་གསོ་བྱུང། ད་ནི་བརྙན་ལམ་དུ་མི་འདི་བ་གང་ཡང་མེད་ལ་རང་གི་ལུས་ཁམས་རྒྱུན་ལྡན་ལྟར་སླར་གསོ་བྱུང་བའི་སྣང་བ་ཞིག་བྱུང། མ་གཞི་སྨན་ཁང་ཆེན་མོའི་ཨ་མཆི་བུད་མེད་དེའི་ཐ་ཚིག་དེ་མོའི་སེམས་ནང་ཡང་ནས་བསྐྱར་དུ་འཁོར་ནས་ཡོད་ཀྱང། མོས་དེ་ལྟར་ངལ་གསོ་བརྒྱབ་འདི་བལྟས་ན་མོའི་ཁྱིམ་གྱི་ཡོང་འབབ་སུས་གསོག། གཅུང་པོར་ཟས་རིན་སུས་བསྐུར། པད་ཁའི་མེ་ཏོག་ཐོག་མར་སྨན་ཁང་ལ་སོང་བའི་ཉིན་ནས་བཟུང་དྲི་བ་དེ་དག་གཟུགས་དང་གྲིབ་མ་བཞིན་མོ་དང་དྲན་མེད་དུ་འགྲོགས་ནས་ཡོད། དཔེ་ཁའི་མེ་ཏོག་གིས་སླར་ཡང་རང་གི་གདོང་ལ་སྐར་མ་བྱུག། ཆུ་དོ་སྐྱུང་ཁའི་ཆུ་དོ་འདྲ་བ་ཞིག་བཟོས། ལུས་ལ་ཆུ་དྲི་ཞིམ་སྣ་ཚགས་དགོས་པ་ཞིག་གཏོར་ཏེ་གཅེན་གཅུང་ཚོ་དང་མཉམ་དུ་མཚན་ལས་ལ་ཐོན། འོན་ཏེ་སྐུ་མགྲོན་ཚོ་དབུ་མགོ་ཞུ་བ་ལས་དམིགས་བསལ་གྱི་ཞབས་ཞུ་དང་ལེན་མི་བྱེད་པས་མོའི་ཡོང་འབབ་ཀྱང་མངོན་གསལ་གྱིས་ཉུང་དུ་ཕྱིན། ད་ལྟ་ཁོ་མོས་དངུལ་དེ་རང་གི་ཚེ་སྲོག་ལྟར་ཆེད་པོ་བྱས་ཏེ་དུས་ཚོད་དམ་འཛིན་གྱིས་སྐུ་མགྲོན་ཚོར་དཀར་དཀར་གྱི་སོ་ལྟན་དམར་དམར་གྱི་ལྕེ་ལྟན་སྐྱུང་ཀ་ལྟར་དམར་བའི་ཆུ་དེ་བདོག་ངན་ལ་ཁ་ཁྲི་བཙོག་པའི་སྐྱེས་པ་ཚོར་ཁོ་མོས་ཚོར་མེད་ཀྱི་རྩིས་སྤྲད་བྱས། རང་གི་ལུས་ཀྱི་ཆ་ཤས་རེ་རེ་ཁོ་ཚོའི་འདོད་པ་བཞིན་འཕུར་དུ་བཅུག། འོན་ཏེ་མི་རིང་བར། མོའི་ན་ཚ་ནད་ལོག་བརྒྱབ་བྱུང། གཟུགས་པོར་ཚ་བ་འཇགས་མེད་བརྒྱབ། མོའི་ལུས་ཕུང་ཉིན་རེ་བཞིན་མ་བདེ་བར་སྐྱ་སྐམ་དཔའ་སྐམ་དུ་འགྲོ་གི་ཡོད་ལ། གདོང་ཤེད་ཀྱང་ཉིན་རེ་བཞིན་མ་བདེ་བར་ཇེ་ཞན་ནས་ཇེ་ཞན་དུ་འགྲོ་བ་དང་གཤམ་མདོག་ཇེ་ནག་ཏུ་འགྲོ་གི་ཡོད། དེ་བས་ཀྱང་ཚབས་ཆེ་བ་ནི་ཁོ་མོའི་ལུས་ཀྱི་གཤམ་ནས་རུལ་དྲི་ཁ་བ་རང་གིས་ཀྱང་ཤེས་པ་མ་ཟད་མཐའ་སྐོར་གྱི་མིས་ཀྱང་ཚོར་གྱི་ཡོད། པད་ཁའི་མེ་ཏོག་གིས་སྐུ་མགྲོན་ལ་དབང་བསྐུར་ཞུ་བའི་ནུས་པ་གང་ཡང་མེད་པས་མོ་ལ་ཡོང་འབབ་གསོག་པའི་ལས་ཀ་གཅིག་པོ་དེ་ཡང་མཚམས་མི་འཇོག་ཀ་མེད་བྱུང། ད་ལྟ་མོའི་ཡ་ང་བའི་ཚུལ་དེ་སྐྱ་སེར་མཚན་མོའི་སྤྲོ་སྐྱིད་ཁང་གི་གཅེན་གཅུང་ཚོས་མཐོང་སྐབས་བཟང་རྟགས་ཤིག་མིན་པ་ཤེས་ཏེ་མོ་ལ་སྨན་ཁང་བསྟེན་པར་འགྲོ་དགོས་པའི་བླང་བྱ་དང་རེ་བ་ནན་པོ་བཏོན། དེ་དང་ཆབས་ཅིག་མོ་དང་རྒྱང་ཐག་རིང་དུ་བཏང། འོན་ཏེ་ཉལ་ཁང་གཅིག་པའི་གཅེན་གཅུང་ཚོས་མོ་ལ་ཐུགས་ཁུར་ཆེན་པོས་སྨན་པ་བསྟེན་དགོས་ལུགས་ཀྱི་བླང་བྱ་བཏོན་ཡང་ཁོ་མོ་སྨན་ཁང་ལ་འགྲོ་བར་སྐྲག་ཐག་ཆོད་དེ། འགྲོ་འདོད་རྩ་བ་ནས་མི་བྱེད། ཁོ་མོས་ཟེར་ན། ང་སྨན་ཁང་དུ་འཛུལ་ན་ཕྱིར་ལོག་རྒྱུ་ཡོང་གི་མ་རེད་ཅེས་ཡང་ཡང་བཤད་དེ་ཉིན་འགྱངས་ཞག་འབུད་བྱེད་ཀྱི་ཡོད་པས་གཅེན་གཅུང་གསུམ་པོས་སེམས་འཚབ་དང་བཅས། གང་དྲག་ཅི་དྲག་ཅེས་བཤད་པ་ལས་ཁོ་ཚོར་ཡང་ཐབས་ཤེས་མ་བྱུང། ད་ནི་དཔལ་ཁའི་མེ་ཏོག་རང་གི་འདོད་པ་བཞིན་ཁང་པའི་ནང་ཁྱི་སྤུར་ངལ་གསོས་ཏེ་བསྡད། དོན་དུ་གཟུགས་པོ་ངལ་གསོ་ཙམ་ལས། མོའི་སེམས་ལ་ཚབ་བྱེད་ལངས་ཏེ་ཧ་ལམ་སྨྱོ་གྲབས་བྱེད་ཀྱི་ཡོད། ཉིན་ཞིག་ཁང་པའི་ནང་མོ་དང་ཏོག་ལ་མེ་ཏོག་ལས་ལྷག་མེད། ཏོག་ལ་མེ་ཏོག་གིས་བ་ལུའི་མེ་ཏོག་དང་རྒྱ་སེའི་མེ་ཏོག་གི་གྱོན་པ་ཨ་ལོག་རྒྱག་གིན་རང་ལ་འཚམས་པ་ཞིག་འཚོལ་གྱིན་ཡོད། ད་ཆ་དཔེ་ཁའི་མེ་ཏོག་ལས་ཁར་འགྲོ་དགོས་ཀྱི་མེད་པས་གྱོན་པ་ལ་ཡང་དང་དོད་བྱེད་མི་དགོས་བསམས་ཏེ། པད་ཁའི་མེ་ཏོག་གི་དལ་བུས་མལ་ལས་ལངས་ཏེ་ཉལ་ཁྲི་བ་ནས་རང་གི་ལག་སྒམ་དེ་བཏོན། དེ་ལས་སྟོད་གོས་སྙིང་རྗེ་བོ་ཞིག་བཏོན་ཏེ་ཏོག་ལ་མེ་ཏོག་ལ་སྤྲོད་ཀྱིན་ཏོག་ལ་མེ་ཏོག། ད་ཆ་ང་དེ་དག་དགོས་པ་ཆེ་བ་མེད་པས་ཁྱོད་ཀྱིས་གྱོན་ཞེས་བཤད། རྒྱུན་དུ་གཅེན་གཅུང་ཚོའི་གྱོན་པར་སྟ་རེ་ཞུ་རྒྱུར་དགའ་བའི་ཏོག་ལ་མེ་ཏོག་གིས་འཚབ་འཚུབ་ངང་རྣམ་འགྱུར་ཡ་མ་ཟུང་ཞིག་བསྟན། པད་ཁའི་མེ་ཏོག་ལག་ནང་གི་གྱོན་པ་ལ་འབུད་རྒྱག་གཏོང་གིན། ཨ་ཅག་ངས་ཨ་ཅག་རང་གི་གྱོན་པ་གོང་མཐོ་པོ་དེ་འདྲ་བླངས་ན་ག་ནས་འགྲིག་ཅེས་རྒྱུན་པར་འཛེམ་སྲོལ་མེད་པའི་མོ་དེ་རིང་གློ་བུར་དུ་ཡ་རབས་ཤིག་ཏུ་གྱུར་བ་བཞིན་དེ་ལྟར་བཤད། སོ་སོའི་སྐད་ཆས་དཔལ་ཁའི་མེ་ཏོག་ལ་ཕོག་ཐུག་སོང་བ་ཤེས་པ་དང་རང་ཉིད་ཀྱང་བྱེད་མི་བདེ་བ་ཞིག་བྱུང་སྟེ་བྱ་དམ་ནས་ཆུ་ཁོལ་ཤེལ་ཕོར་གང་བླུགས་རྗེས་དཔལ་ཁའི་མེ་ཏོག་ལ་སྤྲོད་ཀྱིན། ཨ་ཅག། རང་སེམས་སྡུག་མ་བྱེད་སྨན་པ་བསྟེན་ཏེ་མ་དྲག་པའི་ནད་མེད་ཅེས་སེམས་གསོའི་ཚུལ་དུ་བཤད། དེ་རྗེས་ཕོར་པ་གསར་པ་ཞིག་གི་ནང་ཆུ་ཁོལ་བླུགས་ཏེ་སོ་སོས་འཐུང། དུས་རྒྱུན་བུ་མོ་ཚོས་ཕོར་པའི་ནང་ཧབ་ཐུག་གིས་ཆུ་འཐུང་བ་ལས་རང་ཉིད་ལ་བདག་པའི་ཁ་ཕོ་ཙམ་ཡང་མེད་པས་མོའི་བྱེད་སྟངས་དེ་ནི་ཡོངས་སུ་རང་ཉིད་ལ་ན་ཚ་གོ་བར་དོགས་པ་བྱེད་པ་གསལ་པོ་ཡིན། ཚུལ་འདི་མཐོང་བ་དང་པད་ཁའི་མེ་ཏོག་ཁོང་ཁྲོ་ལངས་ཏེ་ཅི་ཞིག་བཤད་པར་འདོད་ཀྱང་སྐད་ཆ་འདྲིམ་པའི་ལམ་ནས་ཁོག་ནང་དུ་གྱོ་མིག་བཏང་སྟེ་ཅི་ཡང་མ་བཤད། ཏོག་ལ་མེ་ཏོག་གིས་སྤྲས་པའི་ཆུ་ཁོལ་དེའི་སྒྲོག་ཙེའི་སྟེང་བཞག་རྗེས་མོ་ལ་རྒྱབ་ལོག་སྟེ་ཁ་ཁུ་སིམ་པོས་ཉལ་སའི་ནང་མགོ་བོ་བཏུམས་ཏེ་ཉལ། ཡུད་ཙམ་ནས་བ་ལུའི་མེ་ཏོག་ལོག་ཡོང་བ་དང། ཁོ་མོས་པད་ཁའི་མེ་ཏོག་འབོད་ཀྱང་ཨ་ལན་མི་སྟེར། བ་ལུའི་མེ་ཏོག་གིས་པད་ཁའི་མེ་ཏོག་གི་མན་ཆས་བཤུས་ཏེ་མོ་ལ་ལྟ་སྐབས། མིག་གཉིས་ལས་མིག་ཆུ་ཁྲུམ་ཁྲུམ་དུ་གཏོང་བཞིན་ཡོད། ད་ནི་ཨ་ཅག་གིས་ནད་གཞི་སྡུག་ཏུ་སོང་བ་རེད་སྙམ་ནས། པད་ཁའི་མེ་ཏོག་གི་དཔྲལ་བར་ལག་པ་འཆང་སྟེ་ལྟ་སྐབས་མོའི་ལུས་ལ་ཚ་བ་ཆེན་པོ་རྒྱས་ཡོད་པ་ཤེས་ཏེ་ཤུགས་ཀྱིས་པད་ཁའི་མེ་ཏོག་གི་མན་ཆས་བཤུག་གིན། ད་ནི་ཁྱོད་འདི་གར་ཁང་སྟོང་མགོ་ལ་གྱོན་ནས་བསྡད་ན་ཤི་རྒྱུ་ལས་མེད། ད་ལྟ་ལམ་སེང་སྨན་ཁང་ཆེན་མོ་ལ་འགྲོ་ཞེས་ཨུ་ཚུགས་མཐའ་སྐྱེལ་བྱས་པས་མོས་ཀྱག་ཀྱོག་ངང་མལ་ལས་ལངས་ཏེ་སྨན་པ་བསྟེན་པར་འགྲོ་རྒྱུ་བྱས། ཁང་པའི་སྒོ་ནས་ཐོན་སྐབས། ཏོག་ལ་མེ་ཏོག་གིས་པད་ཁའི་མེ་ཏོག་སྐྱུར་རྩིས་བྱས་ཀྱང་པད་ཁའི་མེ་ཏོག་གི་ལག་པས་མོ་བཀག་སྟེ་རང་གི་གཟུགས་པོར་རེག་ཏུ་མ་བཅུག་པས་ཏོག་ལ་མེ་ཏོག་ཁ་སྐྱེངས་ཤིང་རང་གི་གཟབ་གཟབ་མ་བྱས་པར་ཨ་ཅག་པད་ཁའི་མེ་ཏོག་གི་སེམས་བསྲེགས་སོང་བསམས་ཏེ་གནོང་འགྱོད་དང་སྦྲགས་སྐུ་ཉིད་སྲང་ལམ་ན་མིག་གིས་མ་མཐོང་བར་དུ་སྐྱེལ་མ་བྱས། སྨན་ཁང་གི་སྒོ་ཁར་སླེབས་དུས་པད་ཁའི་མེ་ཏོག་གིས་བ་ལུའི་མེ་ཏོག་ལ་བལྟས་ཏེ། གཡང་འཛོམས། ད་རེས་དཀོན་མཆོག་དཔང་བཙུགས་ཡིན། ངས་སྨན་ཁང་ལ་ཕྱིན་ཏེ་ན་ཚ་བསྟེན་ཆོག་ཡིན་ན་ཡང་ཁྱོད་ང་དང་མཉམ་དུ་མ་ཡོང། མི་གཞན་གྱིས་མཐོང་ན་ཁྱོད་ལ་ཡང་རིགས་དྲུག་གི་ནད་ཞིག་ཕོག་པར་དོགས་པ་བྱེད་ཀྱི་རེད། དེ་འདྲས་བྱས་ན་ངས་ཁྱོད་ལ་ཡང་གནོད་བསྐྱལ་བ་ཡིན་པས་ཁྱོད་སྨན་ཁང་ཕྱི་རུ་བསྐུར་དུས་ཞེས་ཧ་ལམ་བཀའ་བཏང་བ་ལྟར་སྨྲས། བ་ལུའི་མེ་ཏོག་གིས་སྤེལ་མཁན་མེ་ཏོག་སྨན་ཁང་གི་སྒོ་ཁ་བར་བསྐྱལ་རྗེས་རང་ཉིད་ཉེ་འགྲམ་གྱི་བྱ་ཁང་ཞིག་གི་ནང་ཨ་ཅག་གིས་ནད་གཞིའི་བརྟག་དཔྱད་མཇུག་འབྲས་བསྒུགས་ཏེ་བསྡད། སྨན་ཁང་ནི་དེ་སྔོན་གྱི་སྨན་ཁང་དེ་རང་ཡིན་ལ། ཨེམ་ཆི་ཡང་སྔར་གྱི་ཨེམ་ཆི་དང་རང་ཡིན། སྤེལ་མཁན་མེ་ཏོག་སྨན་ཁང་གི་བར་ཁྱམས་ནང་ཡུན་རིང་བསྒུགས་རྗེས་གཞི་ནས་སྨན་གཡོག་གིས་སྤེལ་མཁན་མེ་ཏོག་གི་མིང་འབོད་པས་ཁོ་མོ་དལ་བུས་འབུར་དུ་འཛུལ་ཕྱིན། ཁོ་མོས་སྐད་ཤུགས་ཆུང་ངུས། ཨེམ་ཆི་ལགས། ང་རྩ་བ་བརྒྱད་དེ་ཡུན་རིང་སོང་ཡང་འཇགས་མི་ཐུབ། ད་དུང་དེ་རིང་ཁ་སང་ངའི་བཀའ་ཁམས་དེ་ཆུ་ཐོ་གས་ཁྱད་པར་འདེགས་ཀྱི་འདུག་མོའི་སྐད་ཆ་དེས་ཨེམ་ཆི་དེ་མ་གོ་བའམ་ཡང་ན་འགྲེལ་བཤད་དེ་དག་བྱེད་པར་ལྷག་མ་དག་ཏུ་སྣང་བ་ཅི་ཡིན་མ་ཤེས་ཀྱང། ཨེམ་ཆི་དེས་ཁོ་མོའི་སྐད་ཆར་རྣ་བ་ཙམ་ཡང་མ་གཏང་བར་སླར་ཡང་སྔོན་གྱི་ཤོག་ལེ་དེ་དང་གཅིག་པ་གཅིག་རྐྱང་ཞིག་སྦྲེལ་ཏེ། ཁྲག་དང་ཟགས་ཆུ་བརྟག་དཔྱད་བྱེད་པར་དང། དེ་ཉིད་ནད་པ་ཅུང་ཉུང་བས་མོའི་བརྟག་དཔྱད་ཀྱི་འབྲས་བུ་ཡང་མྱུར་དུ་ཐོན་ཏེ་སྨན་པར་སྤྲོད། ཨེམ་རྗེས་བརྟག་དཔྱད་ཀྱི་འབྲས་བུའི་ཤོག་ལྷེ་དེར་ཞིབ་པར་ལྟ་གིན་བློ་ཕམ་གྱི་མགོ་བོ་འཁྲིད་དུ་གཡུགས་ཏེ་རེད་ཤ། ངས་ཁྱོད་ལ་སྔ་ས་ནས་ན་ཚ་འདིའི་ཚབས་ཆེའི་རང་བཞིན་གསལ་པོར་བཤད་ཀྱང་ཁྱོད་ཀྱིས་ངའི་ཁ་ལ་ཉན་མ་བྱུང། དེང་སང་གི་ནད་པ་མང་ཆེ་བ་སྨན་པས་བཤད་པར་ཡིད་ཆེས་མེད་པ་དེ་འདྲ་ག་རེ་ཡིན་ན། ན་ཚ་དེ་ལ་སྨན་གཞུང་དུ་རིགས་དུག་གི་ནད་ཅེས་འབོད་ཀྱང་དེ་ལ་རིགས་མི་འདྲ་བ་བཞི་ཙམ་ཡོད། ཁྱོད་ཀྱི་ནད་གཞི་དེ་རིམ་པ་གསུམ་པར་སླེབས་འདུག་པས་ཡག་ཤོས་ནི་ལམ་སེང་སྨན་ཁང་དུ་བསྡད་དེ་བཅོས་ཐབས་བྱེད་རྒྱུ་དེ་རེད། ནད་གཞི་དེ་ལས་སླ་པོ་དྲག་སྐྱེད་མི་ཐུབ་ལ་སྨན་བཅོས་ཀྱི་འགྲོ་སོང་ཡང་ཧ་ཅང་ཆེན་པོ་རེད། ཡིན་ན་ཡང་རྦད་དེ་དྲག་སྐྱེད་ཡོང་བ་ཁག་པོ་རེད། རྗེས་མ་ངའི་གོ་བ་དེ་བས་ཁག་པོ་རེད། ཅེས་བློ་ཐག་ཆོད་པོས་སྨན་ཁང་དུ་སྡོད་དགོས་པའི་སྦ་གསལ་བྲིས། པད་ཁའི་མེ་ཏོག་གིས། ཨ་མཆི་ལགས། ང་ཨ་ཁ་ནང་གི་ཞབས་ཞུ་མ་ཞིག་ཡིན་ང་ལ་སྨན་བཅོས་བྱེད་པའི་དངུལ་མེད། ཡིན་ན་ཡང་ངའི་ནད་གཞི་མགྱོགས་མྱུར་མ་དྲག་ན་མི་འགྲིག། ཅེས་བརྡ་སྐད་དང་བཅས་འདི་བཤད་པས། ཨེ་མཆི་བུ་མོ་དེས། ཁོ་མོའི་ལུས་ཐོག་གི་བབ་ཆགས་ལ་སྤུས་དག་པའི་གྱོན་པ་དང་སྒྲ་ཆགས་པའི་བཞིན་གྱིས་མཛེས་བཟོ་བྱེད་སྟངས་ལ་ལྟ་བཞིན། སོ་སོ་ཡིད་མ་ཆེས་པར་བྱང་ཆུབ་མ་ཡང་སྒྲ་ཆགས་པའི་མདོག་འདི་འདྲ་བསྟན་རྒྱུ་ཡོད་དམ་ཞེས་པ་ལྟ་དུ་སྣང། མོས་ཨེམ་ཆི་དེའི་བསམ་ཚུལ་རྟོགས་པ་ལྟར་བྱུང་སྟེ། ཨེམ་ཆི་ལགས། ང་ཚོ་ཉིན་མོ་མི་ཡིན་ཡང་མཚན་ལ་འདྲེ་དང་ཁྱེད་མེད་པས། ང་ཚོའི་གྲས་ཀྱི་གྱོན་པ་དང་བྱུག་རྫས་ལ་ཉིན་མཚན་གྱི་དབྱེ་བ་ཡོད་ཅེས་འགྲེལ་བཤད་བྱས། སྐད་ཆ་དེ་དག་གོ་བ་དང་ཨེམ་ཆི་བུ་མོ་དེ་དབུགས་རིང་ཞིག་བཏང་སྟེ། མོའི་བཞིན་ལས་པད་ཁའི་མེ་ཏོག་ལ་གདུང་སེམས་ཆེན་པོ་སྐྱེས་པའི་ཉམས་ཤིག་འགོག་མེད་དུ་མངོན་ཡང། མོས་པད་ཁའི་མེ་ཏོག་ལ་དེའི་སྐོར་གྱི་ཡིན་མིན་གྱི་སྐད་ཆ་ཚིག་གཅིག་མ་བཤད་པར། ཡིན་ན་ཡང་བུ་མོ་སྔོན་ཚེ་སྲོག་མ་རེད་ཚེ་སྲོག་ནི་ཧ་ཅང་རྩ་ཆེན་པོ་རེད་ཅེས་བཤད། དེར་དཔལ་ཁའི་མེ་ཏོག་གིས་འུ་ཐུག་ཐབས་ཟད་ཀྱི་རྣམ་འགྱུར་ཡ་ང་པོ་ཞིག་བསྟན་རྗེས། ཨེམ་ཆི་ལགས་སྔོན་ཚེ་སྲོག་མ་རེད་ཡིན་ན་ཡང་དེས་མིའི་ཚེ་སྲོག་སྐྱོབ་ཐུབ་ཀི་རེད། འོན་ཀྱང། ཞེས་མིག་ཆུ་གཏོང་གིན་དེ་ལྟར་བཤད། ཨེམ་ཆི་དེའི་སྐད་ཆ་དེ་ཁོ་ཅིས་ཡུད་ཙམ་གང་ཡང་མ་བཤད་པར་བསྡད། དེ་རྗེས་ཁོ་མོའི་གདོང་ལས་སྙིང་རྗེའི་ཉམས་དེ་བས་ཤུགས་ཆེ་རུ་སོང་སྟེ། ང་བྱམས་པོས། བུ་མོ། ངས་རང་ལས་ཀ་ག་རེ་བྱེད་མིན་འདྲི་གི་མེད། རང་ངའི་ནད་པ་ཞིག་ཡིན་པ་ལས་གཞན་གང་ཡང་ཤེས་འདོད་མི་འདུག། ཚེ་སྲོག་ལས་གལ་ཆེ་བ་ག་རེ་ཡོད་བློས་མ་གཏོང། རེ་བ་ཕྲ་མོ་རྟ་རྔ་ཙམ་ལས་མེད་ཀྱང་ང་ཚོས་དེ་དམ་དུ་བཟུང་རྒྱུ་རེད། ཅེས་སྨན་ཁང་ནང་སྡོད་རྒྱུའི་པར་ས་བྲིས་ཏེ་ཁོ་མོའི་ལག་ཏུ་སྤྲད། པད་ཁའི་མེ་ཏོག་གིས་མིག་ཆུ་བཏུང་གིན། གང་ལྟར་ཤི་རྒྱུ་རེད་སྨན་ཁང་ནང་བསྡད་དེ་སྨན་རིན་འགྲོ་རོགས་རེད། དེ་ལས་དུས་ཚོད་དམ་འཛིན་བྱས་ཏེ་དངུལ་བསགས་ཏེ་གཅུང་པོ་དང་ཁྱིམ་ལ་བསྐུར་དགོས་ཡོད་ཅེས་བཤད། དེར་སྨན་པ་བུད་མེད་དེས་ལན་ཅི་ཡང་མ་བཏབ། ཡུད་ཙམ་ནས། ཁྱོད་དེང་སང་གཉིད་ཡག་པོ་ཁུག་གི་འདུག་གམ། ཡང་ན་ག་རེ་གོ་བའམ་མཐོང་བ་ལྟ་བུ་བྱེད་ཀྱི་འདུག་གམ་ཞེས་དྲིས་པ་དང། དེར་དཔལ་ཁའི་མེ་ཏོག་གིས། མལ་དུ་ཉལ་རྗེས་སྐྱིད་པའི་གཉིད་དང་བྲལ་ཏེ་རྟག་པར་རྒྱ་བཟའི་སྤྲོ་སྐྱིད་ཁང་གི་ཟང་ཟིང་གི་རྣམ་པ་དེ་མཐོང་བའམ། ཡང་མིན་ན་གཅུང་པོ་སློབ་གྲྭ་ནས་ཐོན་ཏེ་ལས་ཁུངས་རག་པའི་གཏམ་བཟང་ཁྱེར་ཏེ་ངའི་ཕྱོགས་སུ་རྒྱུགས་ཡོང་བ་ལྟ་བུའི་འཁྲུལ་སྣང་ཞིག་མཐོང་གི་འདུག་ལ། རྣ་བར་ཁོ་ཚོའི་སྐད་ཆ་དག་གོ་བ་ལྟ་བུ་བྱེད་ཀྱི་འདུག་ཅེས་བཤད། ཨེམ་ཆི་བུ་མོ་དེས་དེ་དག་ནི་འཁྲུལ་སྣང་རེད། རང་གི་ན་ཚ་སྡུག་ཏུ་འགྲོ་བའི་རྟགས་རེད། དེར་བརྟེན་ངེས་པར་དུ་སྨན་ཁང་དུ་སྡོད་དགོས། ཞེས་སྨན་ཁང་དུ་སྡོད་དགོས་པའི་བཀའ་ཕབ། ཞའོ་ལིས་ནི་སི་ཁྲོན་གྱི་གྲོང་གསེབ་ནས་ཡིན་ཞིང། ཞིང་ལས་ཁོ་ནའི་ཡོང་འབབ་ཀྱི་ནང་མི་ཚེ་ལྟོ་གོས་ཕྱེད་ཙམ་ལས་གཞན་གྱི་ཡོང་འབབ་གང་ཡང་མེད་པས། གྲོང་ཚོའི་ནང་གི་ངལ་རྩོལ་ནུས་ཤུགས་ཡོད་པའི་གཞོན་སྐྱེས་ཕོ་མོ་མང་ཆེ་བ་སི་ཁྲོན་གྱི་ཞིང་ཁུལ་ནས་གྲོང་ཁྱེར་ཆེ་ཁག་ཏུ་གླ་པ་བྱེད་པར་ཐོན་གྱི་ཡོད། ཁོ་ཚོའི་གྲོང་ཚོའི་ངལ་རྩོལ་ནུས་ཤུགས་ཡོད་པའི་གཞོན་སྐྱེས་རྣམས་ཡུལ་ཕྱོགས་གཞན་ལ་ཡོང་འབབ་གསོག་པར་བསྐྱོད་དེ་ལོ་མཇུག་རང་ཡུལ་དུ་ལོག་ཡོང་སྐབས་ཁྱིམ་ལ་སྒོར་ཁྲི་འགའ་ཡི་ཡོང་འབབ་འཁྱེར་ཏེ་ཁང་པ་རྒྱག་པ་དང་ཁྱིམ་ཆས་ཉོ་བ་སོགས་ཁྱིམ་གྱི་གནས་བབ་ལ་འགྱུར་བ་ཆེན་པོ་གཏོང་ཐུབ་ཀྱི་ཡོད། ཁོ་ཚོའི་རེ་སྒུག་འདི་ནི་ལོ་རེ་ནས་ལོ་རེ་བཞིན་གཞོན་སྐྱེས་ཕོ་གསར་མོ་གསར་ཚོ་ཕྱི་ལ་ཡོང་འབབ་གསོག་པར་འགྲོ་མཁན་ཇེ་མང་དུ་སོང་བས་མཐར་གྲོང་ཚོའི་ནང་སུམ་དྲུག་དགུ་ལས་ལྷག་མེད། མོའི་ཕ་ཡུལ་ས་ཞིང་ཞན་ལ་ཆ་ཆུ་བཟང་བའི་འབྲུ་རིགས་དང་སྔོ་ཚལ་ཤིང་འབྲས་བཅས་སྤེལ་ཡང། དེས་རང་ཁ་རང་གསོ་ཐུབ་ཙམ་ལས་མེད་པས་ས་ཞིང་ལ་བརྟེན་ཏེ་ཕྱུག་བསྒྱུར་བྱ་ཐབས་བྲལ། ཁྱིམ་ཚང་མང་ཆེ་བས་གོང་ཁེ་པོས་ས་ཞིང་ཕལ་ཆེ་བ་བོགས་མར་གཏོང་ས་ཡོད་ན་བོགས་མར་གཏོང། གཏོང་ས་མེད་ན་ས་ཞིང་རེངས་སུ་བཅུག་ངལ་རྩོལ་ནུས་ཤུགས་ཚང་མ་ཕྱི་ཕྱོགས་ལ་ཡོང་འབབ་གསོག་པར་འགྲོ་གི་ཡོད། འཇོན་ཐང་ཆེ་བའི་ཁྱིམ་ཚང་འགའ་རེ་ནི་ས་ཞིང་དང་ཁང་པ་སྤུན་མཆེད་ལ་བཞག་སྟེ་གྲོང་ཁྱེར་ནང་སྤོ་གི་ཡོད། ཚུལ་དེར་སི་ཁྲོན་ཞིང་ཆེན་དང་ཀྲུང་དབྱང་བརྙན་འཕྲིན་ལས་ཁུངས་ཀྱི་གསར་འགོད་པ་ཡོང་ནས། ཞིང་པས་ས་ཞིང་ལ་མཐོང་ཆེན་མ་བྱས་པ་དང་ས་ཞིང་མ་བཏབ་པའི་སྐོར་གྱི་བརྟག་དཔྱད་སྙན་ཞུའི་བརྙན་འཕྲིན་པར་གཞི་བསྟན། དེ་སྔ་སྣང་ཚུལ་དེར་གྲོང་ཚོའི་ནང་དེ་ཙམ་གྱི་སྣང་འཇོག་གཏོང་གི་མེད་ཀྱང་བརྙན་འཕྲིན་བལྟ་སྐབས་དངོས་གནས་གསུམ་དྲུག་དགུ་ལས་ལྷག་མེད་པ་དང། གསུམ་ནི་བུད་མེད་དང་དྲུག་ནི་བྱིས་པ་དགུ་ནི་རྒན་འཁོགས་ཡིན་པ་གཞི་ནས་རྟོགས། འོན་ཏེ་ཁོ་ཚོས་དེ་ལ་སྣང་བ་དེ་ཙམ་མི་བཏང་བར། མིག་མདུན་གྱི་ཁེ་ཕན་གཙིགས་སུ་བཟུང་ནས་སྔོན་ལོ་སྔོན་མང་པོ་བསགས་ཁང་པ་ཐོག་བརྩེགས་ཅན་ཞིག་བརྒྱབ། དེ་ཕྱིར་བུ་ཕྲུག་སློབ་ཆེན་བར་ལྡང་བའི་མ་རྩ་འདང་ངེས་ཤིག་བསགས་རྗེས་གཞི་ནས་ཕ་ཡུལ་དུ་ཚེ་མཇུག་སྐྱིད་པོ་ཞིག་སྐྱེལ་བསམ་པ་ནི་ཁོ་ཚོ་ཚང་མའི་ཐུན་མོང་གི་བསམ་འདུན་དང་ཕུགས་བསམ་དམ་པ་དེ་རང་ཡིན། ཁོ་མོའི་ཁྱིམ་ལ་པ་ཕ་དང་མ་ཡར་ཞིག་ལས་མེད་ཀྱང་ལོ་ཤས་རྗེས་ལ་ཕ་གཅིག་མ་གཅིག་གི་ཆུང་པོ་ཞིག་སྐྱེས། ཁྱིམ་དེར་གཅུང་པོ་སྐྱེས་པ་ནས་བཟུང་གཅུང་པོ་སྙིང་གི་ནོར་བུ་ལྟ་བུར་གྱུར་ཏེ་ཕ་མ་གཉིས་པོས་གཅུང་པོ་ངེས་པར་དུ་སློབ་གྲྭར་མཐའ་འཁྱོལ་བ་ཞིག་བཏང་སྟེ་སླད་ཕྱིན་ལྕགས་ཕོ་ཡོད་པ་ཞིག་ཏུ་གསོ་སྐྱོང་བྱ་རྒྱུའི་སེམས་ཐག་བཅད། སྐབས་དེར་ཁོ་མོ་སློབ་འབྲིང་ཐོན་ཡང་མ་ཡ་གི་ཁྱིམ་གྱི་ཆ་རྐྱེན་ཞན་པར་ཁ་གཡར་ཏེ་མུ་མཐུད་སློབ་གྲྭར་མ་བཏང་བར་ཕྱི་ལ་ཡོང་འབབ་གསོག་པར་འགྲོ་དགོས་ལུགས་ཁོ་ན་ཤེས་ཀྱི་ཡོད། ཚུལ་དེ་ཁོ་མོའི་ཕ་ཕས་མཐོང་སྐབས། སེམས་ཀྱིས་མ་བཟོད་པར་བུ་མོའི་ཚབ་ཏུ་ཁྱིམ་གྱི་ཡོང་འབབ་གསོག་པར་ཧྲང་ངེར་གྲོང་ཁྱེར་དུ་ཐོན། ཁྱིམ་དུ་མོའི་པ་པ་མེད་པས་མ་ཡ་གྱིས་མོ་ལ་དེ་བས་མིག་ནང་གི་མཚེ་མ་བཞིན་སྡང་བར་བྱས། སེམས་ཀྱིས་ཁོང་ཁྲོ་འཇགས་ཐབས་མེད་པར་ཕྱིར་མངོན་སུམ་དུ་མངོན་ཡོང་བ་མ་ཟད་ལྟོ་ཟ་ཐེངས་རེར་ཁྱོས་འདི་ལྟར་ལས་ཀ་མེད་པར་བསྡད་ན་ང་ཚོས་སྐྱེས་པ་དམར་པོ་ཁྱོད་འདྲ་བ་ཞིག་མི་ཚེ་གཅིག་ལ་གསོ་ཐབས་མེད། ཁྱོད་ཀྱིས་གྲོང་ཚོའི་ནང་ལ་མི་ཅི་འདོད་དང། མི་གཞན་ཡོང་འབབ་གསོག་པར་ཕྱིན་ཏེ་ལོ་མཇུག་ལ་དངུལ་མང་པོ་འཁྱེར་ཏེ་སྤོབས་པ་ཐང་ཆད་ལོག་ཡོང་གི་མི་འདུག་གམ། ཁྱོད་ཁང་པ་མགོ་ལ་གྱོན་ཏེ་སྡོད་ཅེས་ལྟོ་ཟ་ཐེངས་རེར་ལྟོ་བཤལ་རེ་རྒྱག་པ་དང་དོན་དག་ཡོད་མེད་ལ་མ་ལྟོས་པར་ཀ་རྡུང་ཡང་ཡང་གཏོང་གི་ཡོད། མོ་ཡང་གཉིད་ས་གང་དུ་ཡོང་འབབ་ཇི་ལྟར་གསོག་པར་འགྲོ་དགོས་མིན་མ་ཤེས་པའི་སྐབས་སུ། ཁོ་མོའི་སོར་མོའི་བུ་མོ་ཞིག་ཀྱང་ཕྱི་ལ་ཡོང་འབབ་གསོག་པར་ཐོན་མཁན་ཡིན་པས་མོ་དང་མཉམ་དུ་ཉིན་མཚན་ཁ་ཤས་རླངས་འཁོར་ལ་བསྡད་དེ། སྔར་སྣང་བས་ཐོས་པ་ལས་ཁྲ་ཆུང་མིག་གིས་རིག་མ་མྱོང་བའི་ལྷས་སར་ཡོང་འབབ་གསོག་པར་སླེབས། ལོ་དེར་མོ་རང་ལོ་བཅུ་བདུན་ལ་སླེབས་མ་ཐག་ཡིན། ཆ་རྒྱུས་མེད་པའི་གྲོང་ཁྱེར་ཞིག་ཏུ་སླེབས་པས་ལས་ཀ་འཚོལ་རྒྱུ་དེ་བསམ་ཚོད་བཞིན་ལས་སླ་པོ་ཞིག་མེད་པས། ཉིན་ཤས་སྲང་ལམ་མང་པོ་བརྒྱུད་དེ་ལས་ཀ་བཙལ་ཡང་བློ་ལ་བབས་པ་ཞིག་མ་བྱུང། མཐར་ཆེན་མོའི་གྲོགས་མོ་ཞིག་བརྒྱུད་དེ་མཛེས་བཟོ་ཁང་ཞིག་ཏུ་ལག་རྩལ་སྦྱོང་བར་ཕྱིན། དེར་དགེ་ཕྲུག་གིས་མིང་འཁྱེར་ཏེ་ཟླ་རེར་ལག་དངུལ་སྒོར་བརྒྱ་དང་ལྔ་བཅུ་ལས་མེད་ཀྱང་ལྟོ་ཚེ་ཕྱེད་ཙམ་ཡོད་པའི་སྡུག་རུས་བྱས་ཏེ་གཡོག་གཡོག་དང་སྟངས་ཐུང་རྒྱུགས་ནས་དུས་ཡུན་རིང་ཙམ་བསྡད། འོན་ཏེ་ཕ་ཡུལ་ནས་མ་ཡར་གྱིས་ལོག་གོ་ཡང་ད་དུང་ཁྱིམ་ལ་དངུལ་བསྐུར་རྒྱུ་མེད་པར་ཁྱོད་ལྷ་སར་ཉི་མ་གསོ་བར་སོང་ངམ་ཞེས་ཁ་པར་ག་དུས་འབྱོར་ཀྱང་ཁ་གདངས་ཚེ་དངུལ་གྱི་སྐོར་ཁོ་ན་ཡིན། འོན་ཏེ། ཟ་རྒྱུ་ནི་རྫས་བཟོ་ཁང་ནས་ངན་ངོན་ཞིག་སྤྲད་པའི་ཟས་རིན་མི་དགོས་ལ་ཟ་ཁང་ནང་གཡོག་རྒྱུག་མཁན་ལྕི་མོ་བླ་མཐོ་བས་ཁང་གླ་དང་གློག་རིན་ཆུ་རིན་ཚང་མ་བཅས་མོས་སྤྲོད་ཀྱི་ཡོད། འོན་ཏེ་ཟླ་བ་གཅིག་ལ་སྒོར་བརྒྱ་དང་ལྔ་བཅུ་ལས་མེད་པས་སྒོར་བརྒྱ་ཡིས་རང་གི་གདོང་ལ་བྱུག་ཆེད་ངོ་སྣུམ་ཁྱད་ཤོས་དང་མཁོ་ཆས་སྟབས་བདེ་ཙམ་ལས་ཉོ་ཐུབ་ཀྱི་མེད། མོས་བསགས་བསགས་དྲུང་དྲུང་བྱས་ཏེ་ཟླ་རེར་སྒོར་ལྔ་བཅུ་རེ་ཁྱིམ་ལ་བསྐུར། ཆེན་མོའི་གྱོན་པ་རྙིང་པ་དག་གྱོན། ཐ་ན་སྐྲ་སྡོམ་ཆེད་ཀྱི་འགྱིག་ཀྱང་མཛེས་བཟོ་ཁང་ནང་ཡོང་མཁན་ཚོས་དེར་དོ་བ་དག་སྤྱོད་ཀྱི་ཡོད། མ་ཡ་གིས་འདོད་པ་སྐོང་མ་ཐུབ་པས་རྟག་ཏུ་མོ་ལ་དངུལ་དགོས་ཞེས་བཤད་ཀྱི་ཡོད་པས་མོས་ཀྱང་ཡོང་འབབ་དེ་ལས་ཆེ་བའི་ལས་ཀ་གཞན་ཞིག་འཚོལ་བར་འདོད། ཁོ་མོས་ཡང་སྙིང་ལས་ཀ་ཅི་ཞིག་འཚོལ་དགོས་མིན་ལ་བསམ་བློ་འཁྲུག་གསུམ་བཅོ་བརྒྱད་གཏོང་བཞིན་ཡོད་པའི་སྐབས་སུ། ཁོ་ཚོའི་མཛེས་བཟོ་ཁང་དེར་བུ་མོ་རྣམ་པ་ལེགས་ལ་གཟུགས་བྱད་ལེགས་པ་གཉིས་ཡོང་བ་མ་ཟད་སྒོར་ཁྲི་ལ་ཉེ་བའི་གདོང་པ་འཕྲུལ་ཆས་ཀྱི་ཞབས་སོད་དང་བྱུག་རྫས་ཉོས། བུ་མོ་དེ་གཉིས་ཀྱི་ལྟོ་ཕད་ནང་ལས་རྒྱ་ལོ་ཆགས་པ་སྣང་མེད་ངང་སྦྱིན་བདག་གི་ལག་ཏུ་སྤྲོད་ཀྱིན་ཡོད། དངུལ་དེ་འདྲའི་མང་པོ་མོས་མཐོང་བ་ད་ཐེངས་དང་པོ་ཡིན་པས་རང་གི་ཨམ་ཕྲག་ནང་སྒོར་རྩ་ལས་མེད་པའི་ཡ་ང་བའི་ངང་ཚུལ་ལ་བསམ་བཞིན་སྐྱོ་བ་སྐྱེས། སྐབས་དེར་མོའི་བསམ་པར་བུ་མོ་འདི་གཉིས་ཀྱིས་དངུལ་མང་པོ་འདི་འདྲ་ཡག་སྙིང་གང་འདྲ་བྱས་ཏེ་བསགས་པ་ཡིན་ནམ་སྙམ་སྟེ་འདྲི་བར་འདོད་ཀྱང། ཀུན་གྲོལ་ལ་རང་གི་ལས་ཀ་དང་འབྲེལ་བ་མེད་པའི་སྐོར་གྱི་སྐད་ཆ་དྲིས་ན་སྦྱིན་བདག་གིས་བཀའ་སྐྱོན་ཕོག་གི་ཡོད་པས་འདྲི་མ་ཕོད། འོན་ཏེ་ཁོ་གཉིས་ཕན་ཚུན་དབར་གྱི་གཏམ་གླེང་ལས་ཁོ་གཉིས་ལས་ཀ་ག་རེ་བྱེད་མིན་རང་བཞིན་གྱིས་ཤེས་ཏེ་དང་ཐོག་ཁོ་གཉིས་ཀྱི་སྔུན་ལ་སྐྱུག་བྲོ་སྐྱེས། ཁོག་པའི་གཏིང་ནས་ཐུང་ཆུང་གི་བློ་ཞིག་འཆར། རང་གིས་དྭངས་གཙང་ལྷད་མེད་ཀྱི་ལས་ཀ་ཞིག་བྱས་ཏེ་བསྡད་ཀྱང་མོའི་དངུལ་ཁུག་འདི་འདི་ཆགས་ཀྱི་མེད་ལ་སྣ་ཚ་བའི་མ་ཡག་གི་འདོད་བློ་དེ་བས་སྐོང་ཐབས་མེད། མོས་ཉིན་ཤས་རིང་བུ་མོ་དེ་གཉིས་དང་སོ་སོའི་གནས་བབ་ལ་བསྡུར་བ་ཡང་ཡང་བྱས་པ་བརྒྱུད། གློ་བུར་དུ་ཁོ་མོའི་སྣང་བར་འཇིག་རྟེན་གྱི་འཚོ་བ་ནི་མི་ཚང་མར་བཏང་སྙོམས་ཤིག་མིན་པ་དང། རྒྱུ་དང་ལ་རྒྱ་གཉིས་ལྡན་གྱི་འཚོ་བ་ཞིག་སྐྱེལ་རྒྱུ་ལས་སླ་པོ་ཞིག་མིན་པ་ཤེས་ཏེ་ཁོ་ཚོའི་ལས་ཀ་དེ་ཡང་འཚོ་བའི་ཆེད་དུ་རེད་ཨང་སྙམ་སྟེ་བསམ་གཞིགས་དང་གུ་ཡངས་སྤྲད། བུ་མོ་དེ་གཉིས་མཛེས་བཟོ་བྱེད་པར་ཡོང་ཐེངས་མང་ཞིང། ཡོང་ཐེངས་རེ་ལ་གྱོན་པ་མི་འདྲ་བ་རེ་བརྗེ་བ་དང་གྱོན་པའི་སྤོས་ཀ་དག་ཞིང་མིག་ལ་མཛེས་པ། ལག་ཁྱེར་ཁ་པར་ཡང་ཁྲོམ་རར་གསར་པ་ཐོན་མ་ཐག་གི་དཔེ་གསར་ཞིག་ཅིག་འཁྱེར་རྒྱུ་ཡོད་པས་མོའི་ལྟ་སྟངས་ཀྱང་ཐོག་མའི་མཐོང་ཆུང་ནས་ད་ལྟའི་ཡིད་སྨོན་ལ་གྱུར། ཁོ་མོས་བུ་མོ་ཞིག་གི་ཤ་མདོག་ལེགས་ལ་སྙན་པའི་གདོང་སྟེང་ནས་སྐྱོ་བར་བཤུ་བཞིན། ཨ་ཅག། ཁྱེད་ཚོའི་ཕ་གའི་དངུལ་གསོག་པ་ལས་སླ་བ་ཞིག་ཡོད་པ་འདྲ་ཞེས་འོག་འདྲི་བྱས། བུ་མོ་མཛེས་མ་འདི་སྤོབས་ཉམས་དང་བཅས་དེ་ཡུན་འགོག་བྱུང་ལུས་པོ་ངལ་གསོ་བརྒྱབ་སྟེ་ཅང་རྒྱག་ཚད་ཐུང་སྦྱིན་བདག་ལ་ཨོང་སྐོར་ཞུས་པ་མཚན་མོ་རེར་སྒོར་ལྔ་བཅུ་རེ་བླ་བཟུང་འདང་ཙམ་བྱས་ཏེ་དམིགས་བསལ་གྱི་ཞབས་ཞུ་བྱས་ན་བརྒྱ་ལོ་དམར་པོ་ལེན་ཆོག་རེད་གང་ལྟར་ང་ཚོ་བུད་མེད་ཀྱི་གཡོ་དང་འཕྲུལ་ལ་མི་དགའ་བའི་སྐྱེས་པ་མེད་སྐྱེས་པ་མང་པོ་ཞིག་གི་འཚོ་བའི་ནང་ང་ཚོ་ལྟ་བུའི་བུད་མེད་མེད་ན་ཁོ་ཚོའི་ལྟོ་ཆས་ལ་ཚ་མེད་པ་བཞིན་གྱི་བྲོ་བ་མེད། ཅེས་སྣང་བ་སྐྱིད་མདོག་ཁ་བོས་བཤད། དེ་རྗེས་བུ་མོ་དེས་མོ་ལ། ཁྱོད་ཀྱི་ལས་ཀ་འདི་ཧ་ཅང་ཁག་པོ་རེད། ལག་པ་ཆུ་དང་མི་བྲལ་བར་སྡོད་དགོས་པའི་གླ་ཆ་མཐོ་པོ་ཡོད་ཀྱི་རེད་ཅེས་སྣང་མེད་ངང་དྲིས། སྐད་ཆ་དེ་གོ་བ་དང་མོས་དེར་ཡུད་ཙམ་ལན་ཞིག་མ་ཤེས་པར་ལུས། དེ་ནས་སྦྱིན་བདག་གི་གདོང་ལ་ལྟ་ཙམ་བྱས། རང་གི་ལག་པའི་མཛུབ་མོ་ལྔ་བསྟན་ཏེ་སྒོར་ལྔ་བརྒྱ་ཡོད་ཁུལ་བྱས། དེར་བུ་མོ་དེས་སྣང་མེད་ངང་གད་མོ་ཞིག་བཀལ་ཏེ་མཐོང་ཆུང་གི་ཉམས་དང་བཅས་ཀུ། དེས་ང་ཚོའི་གདོང་ལ་འཇུག་ཅེས་འཇུག་ཚད་ཀྱི་རིང་ཡང་འདང་གི་མ་རེད། ང་ཚོའི་ཕ་སྐད་ཤོད་མྱོང་ཤོས་ལ་ཡང་དེའི་སྟེང་ཀླད་ཀོར་གཅིག་ཕབ་ཀྱི་རེད། གང་ལྟར་དཀར་ནག་གིས་ཀླད་ཅི་བྱས་ཀྱང་ཆོག་དངུལ་བྱུང་ན་གཅིག་པ་རེད་ཅེས་བཤད། སྐད་ཆ་དེར་རོགས་པ་བུ་མོ་དེས་ཐུག་སྟེ་བུ་མོ་ཆུང་ཆུང། ང་ཚོའི་ཕ་སྐད་གདོང་འབག་མཐུག་ཙམ་དང་རྣ་ཅོག་འཕྲོག་ཙམ་བྱེད་རྒྱུ་རེད། གང་ལྟར་ཕྱི་ལོགས་སུ་ལས་ཀ་ག་རེ་བྱེད་ཀྱི་ཡོད་མིན་ཤེས་མཁན་ནི་ཧ་ལམ་མེད་ལ། ཕ་ཡུལ་དུ་སླེབས་རྗེས་ཕྱི་ལ་སོང་བའི་ལས་མི་སུས་ཁྱིམ་ལ་དངུལ་མང་བ་འཁྱེར་ཡོང་མིན་རྩད་གཅོད་བྱེད་པ་ལས་ཁོ་ཚོ་གཞན་ཡུལ་དུ་བདེ་སྡུག་གང་འདྲ་བྱས་ཏེ་དངུལ་བསགས་མིན་དང་དངུལ་གྱི་ཡོང་ཁུངས་གཙང་བཙོག་གང་འདྲ་ཡིན་མིན་ལ་རྩད་གཅོད་བྱེད་མཁན་དེ་བས་མེད་ཅེས་བཤད། སྐད་ཆ་དེ་གོ་བ་དང་མོའི་ཞོ་ལྟར་ཆགས་པའི་སེམས་དེ་ཁྲག་ལྟར་དཀྲུགས། དེ་སྔ་མོ་འགྲོ་ལྡོག་གི་སེམས་ཁྲལ་མེད་པའི་སྦྱིན་བདག་བུད་མེད་དེ་སེམས་འཚབ་ལངས། སྦྱིན་བདག་གིས་བསམ་པར། གལ་ཏེ་མོ་དེ་ནས་གྱེས་ཚེ་མོ་དང་འདྲ་བའི་ལས་ཀ་ཙག་ཙིག་བྱེད་མཁན་གྱི་གཡོག་པོ་ཞིག་གང་དུ་འཚོལ་བར་འགྲོ་དགོས་སམ། མོས་ད་གཟོད་བུ་མོ་དེ་ལ་གླ་ཆ་སྤྲོད་རྒྱུ་ཉུང་དྲགས་པའི་སྣང་བ་ཞིག་ཀྱང་གློ་བུར་དུ་སྐྱེས་ཏེ། ངས་དེ་སྔ་ཙམ་ནས་མ་དྲན་པར་བསམ་སྟེ་འགྱོད་པ་ཡང་སྐྱེས། སྦྱིན་བདག་དེས་བུ་མོ་དེ་གཉིས་ལ་སེམས་ཀྱི་གཏིང་ནས་མཐོང་ཆུང་བྱེད་ཀྱི་ཡོད་མོད། ཁོ་ཚོ་འདིར་གདོང་བཀྲུ་བར་མ་ཡོང་ཚེ་མོ་ལ་རྒྱ་ལོ་མང་པོ་རག་གི་མེད་པའི་བཅོས་མའི་འཛུམ་གྱིས་བསུ་བ་དང། ཞབས་ཞུ་ལེགས་པར་བྱེད་ཀྱི་ཡོད་ཀྱང་དེ་རིང་གི་གནས་ཚུལ་འདི་འདྲ་ཐོན་ཡོང་བསམ་པའི་སྣང་བ་ཕྲ་མོ་ཡང་ཡོང་མྱོང་མེད་པས་བུ་མོ་འདི་གཉིས་ལ་རང་གི་བསླབ་པའི་སེམས་དཀྲུགས་པར་གཏམ་ཅི་ཞིག་གཏོང་དགོས་ཀྱང་མོས་རང་སེམས་མནན་ཏེ་ཁྱེད་གཉིས་ལྟ་བུ་ལ་ལྷན་སྐྱེས་ཀྱི་རྣམ་པ་བཟང་པོ་ཞིག་ཡོད་པས་གནམ་འོག་གི་སྐྱེས་པ་ཁྱོ་ག་མཛེས་མ་དང་ཆང་ལ་མི་དགའ་བ་མེད། ཡིན་ན་ཡང་བུ་མོ་ཁ་ཤས་རང་གི་མདོག་གང་འདྲ་ཡོད་མེད་མ་ཤེས་པར་ངང་པ་མདོག་ཉེས་པའི་ལྷ་བྱ་ཁྲུང་ཁྲུང་ལ་འགྲན་ན་ཨེ་ཡོང་ཞེས་མོ་ལ་གོ་རྒྱུ་བཤད། སྦྱིན་བདག་གི་གོ་རྒྱུ་དེ་རྒྱ་ལོར་དམར་པོ་འབག་བྱ་ལ་སེམས་རྩེ་གཅིག་ཏུ་ཤོར་བས་མོ་ལ་གོ་བརྡ་ཕྲན་བུ་ཡང་མ་སྤྲོད། དེ་ལས་ལྡོག་སྟེ་མོའི་བསམ་པར། རེད་ཨང། ལས་ལ་འདི་ལས་མ་དགོས་པར་སྤམ་བཙུགས་བྱེད་རྒྱུ་ག་རེ་ཡོད། གཞན་ཡུལ་དུ་བྲོས་པ་ཡག་པོ་ཞིག་ཀྱང་རྒྱག་གི་མེད་པར་སྐྱེས་པ་དམར་པོ་དེ་ཡི་ཆེད་དུ་ཁོ་ཚོའི་ལས་ཀ་དེ་ཡང་འདུག་རྒྱུ་མ་རེད། ད་ལྟ་ལོ་ཆུང་དུས་ནས་སྔོན་བསགས་ན་ཕ་ཡུལ་དུ་ལོག་སྐབས་རང་ལ་རྒྱན་ཆ་ཞིག་ཀྱང་ཉོ་ཐུབ། དེ་རྗེས་ཁྱིམ་ཚང་ཡག་པ་ཞིག་ལ་མནའ་མར་ཕྱིན། ཡིན་ལུགས་མཚོན་ལྡན་གྱི་ཚོར་བ་ཞིག་སྐྱེས་ན་འགྲིག་གི་རེད་བསམ། དེ་རྗེས་མི་རུང་བར་མོའི་རྐང་པ་ཡང་དལ་བུས་རྒྱ་སེ་མཚན་མོའི་སྤྲོ་སྐྱིད་ཁང་གི་ཕྱོགས་སུ་སྤོ་བར་ཐལ། མོ་ནི་དུས་ཀྱི་འགྱུར་བ་དང་བསྟུན་ཏེ་འགྱུར་འགྲོ་གི་ཡོད། ཁོ་ཚོའི་འཚོ་བ་དང་བརྩེ་དུང་སོགས་རྟག་བརྟན་ཞིག་མ་ཡིན་པར་འགྱུར་འགྲོ་གི་ཡོད་ཀྱང་ཚང་མའི་དམིགས་ཡུལ་གཅིག་ཁོ་ནར་འགྱུར་བ་མེད་པ་ནི་བདེ་སྐྱིད་ཅེས་པའི་ཡིག་འབྲུ་དེ་བརྩོན་ལེན་བྱ་རྒྱུ་དེ་ཡིན་ཞིང། མི་ཚང་མར་བདེ་སྐྱིད་ཀྱི་འཚོ་བར་བརྩོན་ལེན་བྱེད་པའི་དབང་ཆ་ཡོད་ལ། ཚང་མས་ལས་ཀ་མི་འདྲ་བ་ཅི་བྱས་ཀྱང་ཚང་མ་བདེ་སྐྱིད་ཀྱི་འཚོ་བ་ལ་འབད་པ་བྱེད་པ་ལས་མ་འདས། ཞའོ་ལི་ཡིས་རང་གི་ཤུགས་ལས་བརྒྱབ་སྟེ་འཚོ་བ་སྐྱེལ་བའི་ལས་དེ་མཇུག་བསྒྲིལ་ཏེ། རང་གི་ལང་ཚོ་ལ་བརྟེན་ཏེ་འཚོ་བ་སྐྱེལ་བའི་ལམ་དུ་ཞུགས། ཁོ་མོའི་ཡོང་འབབ་ཀྱང་སྔོན་མ་ལས་ལྡབ་འགྱུར་གྱིས་མང་བ་བྱུང་ཡང་ལྷན་སྐྱེས་ཀྱི་སེར་སྣ་དེ་ཆུང་དུ་གང་ཡང་མ་སོང། ཁོ་མོ་ལག་པ་གཤོག་པའི་རྒྱ་མོ་ལུག་ཆུང་དེ་དག་དང་མཐུན་ཐབས་མེད་པ་ནི་སེར་སྣ་ཚ་བའི་ལེན་པ་ཡིན་པར་ཤེས་ཀྱང། མོས་སྔར་བཞིན་ལྕགས་ཐག་ཆོད་རིགས་ཀྱིས་འཚོ་བ་སྐྱེལ་བར་བྱེད་པས། གྲོགས་མེད་ཁེར་རྐྱང་དུ་ལུས་པའི་སྐབས་སྙིང་རྗེ་བའི་དཔལ་ཁའི་མེ་ཏོག་དང་ཨོག་ཆོས་མེ་ཏོག་གི་མཉམ་དུ་མྱང་བ་ཞིག་རེད། རྒྱུད་ལ་མེད་ན་སྤྱོད་ལ་དཀའ་ཞེས་པའི་གཏམ་དཔེ་ནི་བདེན་པར་མཐོང་ཞིང། ཞའོ་ལིས་ནི་རང་གིས་ཉོ་མི་དགོས་པར་གཞན་གྱིས་ཁ་ཟས་ཟ་རྒྱུར་དགའ་ལ། ཅན་ཅུང་ཞན་གྱིས་གྱོན་པ་གྱོན་རྒྱུར་དེ་བས་དགའ་བས། སྲན་མའི་མེ་ཏོག་གིས་ཨོག་ཆོས་མེ་ཏོག་ལ་བལྟས་ཏེ། ང་ཚོ་གྲོང་གསེབ་ལ་རིགས་ཀྱི་མེ་ཏོག་མང་པོ་ཞིག་ཡོད་ཀྱང་དེ་དག་ཁྲོད་ལས་མེ་ཏོག་ཟིང་སྐྱ་ཞིག་སྤང་རྩྭ་སྔོན་མོ་ཆགས་མ་ཐག་སྔོན་དང་པོར་བཞད་ཀྱི་ཡོད། མེ་ཏོག་དེ་ནི་རིགས་ཀྱི་མེ་ཏོག་གཞན་མ་བཞག་གོང་ནས་སྔོན་ལ་བཞད་ཀྱི་ཡོད་པས་ཏོག་ལ་མེ་ཏོག་ཞེས་འབོད་ཀྱི་ཡོད། རྒྱ་མོ་དེ་ཡང་ཏོག་མདོག་ཁ་བ་ཞིག་འདུག་པས་མོའི་མིང་ལ་ཏོག་ལ་མེ་ཏོག་ཞེས་བཏགས་ན་འཚམས་ཤོས་རེད་ཅེས་བཤད། དུས་དེ་ནས་བཟུང་ཁོ་གཉིས་ཀྱིས་མོའི་མིང་ལ་ཏོག་ལ་མེ་ཏོག་ཞེས་འབོད། རྒྱ་སེ་མཚན་མོའི་སྤྲོ་སྐྱིད་ཁང་གི་ཞབས་ཞུ་མ་རྒྱ་མོ་དེ་དག་གིས་ཀྱང་སྒྲ་སྒྱུར་གྱི་ཐོག་ནས་ཏོག་ལ་མེ་ཏོག་ཅིག་འབུལ་གྱིན་ཡོད། བ་ལུའི་མེ་ཏོག་རྗེས་སུ་སླེབས་ཀྱང་རང་དང་ལས་དབང་གཅིག་པ་ཡིན་པར་བསམས་ཏེ་གྲོགས་མོའི་འདུ་ཤེས་གཅིག་མཚུངས་འཛིན་པ་ལས་མཐོང་ཆུང་བྱེད་ཀྱི་མེད། མོའི་ལག་པར་སེར་སྣའི་སྒོ་ལྕགས་བརྒྱབ་ཡོད་ཀྱང་སེམས་ཆུང་ལ། གྱི་ལ་ཡངས་པོ་ཞིག་ཡོད་པས་རྒྱུན་དུ་བུ་མོ་ཚོ་སྡོད་སའི་ཁང་པ་ཆུང་ཆུང་ཡི་གེ་ཕྱིས་རང་འགུལ་གྱིས་བྱེད་པ་མ་ཟད་བུ་མོ་ཚོས་ཉལ་ཁྲིའི་སྟེང་ཕུད་བཞག་པའི་གྱོན་པ་ཟང་ཟིང་དེ་དག་ཀྱང་བཀྲུ་བ་དང་ཐིབས་ཚིག་རྒྱག་གི་ཡོད། མོས་གསེར་ནད་བསགས་པའི་རང་གི་ཟླ་རེའི་ཡོང་འབབ་ལས་ཕྱེད་ཀ་ཙམ་ཁྱིམ་ལ་བསྐུར། ཕྱེད་ཀ་དངུལ་ཁང་ནང་བཅོལ་ཏེ་དངུལ་ལ་ལྷག་པར་གཅེས། མོ་ལ་གོམས་གཤིས་ཤིག་ཡོད་པ་ནི་དེ་གོམས་བྱུང་ཚད་ལ་ཁུག་མའི་ནང་ནས་རང་གི་དངུལ་འཛིན་བཏོན་ཏེ་ནན་ཏན་གྱིས་ཐེངས་རེར་བལྟས་རྗེས་བློ་ཡིད་ཚིམ་པའི་རྣམ་འགྱུར་ཞིག་བསྟན་ཏེ་སླར་ཡང་ཁུག་མའི་ནང་གཟབ་གཟབ་ནན་ནན་གྱིས་འཇུག་གི་ཡོད། རྒྱུ་མཚན་དང་མི་འདྲ་བ་གང་ཡང་མེད་པའི་དགོང་མོ་ཞིག་ལ་བུ་མོ་གཞན་གསུམ་བསླེབས་ཀྱང་ཐོག་ལ་མེ་ཏོག་ཐོ་རེངས་བར་ཡོང་མཁན་མེད། སང་ཞོགས་དེར་སྐྱ་མདའ་གཏོང་བའི་སྐབས་སུ་ཐོག་ལ་མེ་ཏོག་ལོག་བྱུང་བ་དང། མོ་མེ་སའི་ནང་འཛུལ་ཏེ་ཚི་ཤུབ་ཚི་ཤུབ་ཅེས་ངུས་རྗེས་བསྡད་ཡོད། བུ་མོ་གཞན་གསུམ་པོས་མོ་ལ་གནས་ཚུལ་ཅི་བྱུང་འདྲི་སྐབས་ཐོག་ལ་མེ་ཏོག་གིས་སྐད་ཤུགས་ཆུང་ངུས། དེའི་ཐད་བོད་རིགས་སྐྱེས་པ་དེ་ཚོ་དྲག་པ་འདུག་ཁོ་ཚོའི་འདོད་པ་ཡག་པོ་ཞིག་སྐོང་ཐུབ་ན་སྐབས་རེར་སྙིང་རྗེ་སྒོམ་སྟེ་རྔན་པའི་ཚུལ་དུ་དངུལ་ཐོད་པ་ཡང་སྟེར་གྱི་འདུག་ཡིན་ནའི། ཞེས་མགོ་མཇུག་གང་ཡང་མེད་པའི་སྐད་ཆ་དེ་བཤད། དེར་བུ་མོ་ཚོ་གཉིད་ཤིན་ཏུ་བྲོ་བས། ཁྱོད་ཀྱིས་ང་ཚོ་ཞོགས་པ་ངལ་གསོ་བའི་དུས་སུ་གཉིད་མ་ཉལ་བར་ངུས་ད་དུང་ཆུ་མིག་གིས་སྐད་ཆ་གང་བཤད་དེ་ལས་ངལ་གསོ་གྱིས་ཅེས་བཤད། བུ་མོ་ཚོའི་སྐད་ཆ་དེ་དག་གོ་བ་དང་རྟོགས་ལ་མེ་ཏོག་གིས་ངུ་སྐད་དེ་བས་ཆེ་རུ་བཏང་སྟེ། མདང་ནུབ་རྒྱ་མི་པོར་ཏོ་ཞིག་གིས་ང་མགྲོན་ཁང་ཞིག་གི་ནང་དུ་ཁྲིད་བྱུང། ཐོག་མར་ཡོང་འབབ་ཆེ་ཙམ་མི་ཡོང་ཨང་བསམ་སྟེ་ཁོའི་རྗེས་སུ་ལྗོངས་མ་རིལ་རིལ་གྱིས་ཕྱིན་པ་ཡིན། འོན་ཏེ་ཁོ་ནི་སེམས་ཐང་ཐང་མེད་པ་འདྲ་པོ་ཞིག་འདུག་ཁོས་རང་ལ་ནུས་པ་མེད་པ་ཤེས་བཞིན་དུ་ང་མཚན་གང་ཕོ་གཉིད་བཏང་སྟེ་སྡུག་པོ་བཏང་བྱུང། དེས་ཀྱང་མ་འགྲིག་པར་ང་ལ་དངུལ་སྒོར་མོ་ཆིག་སྟོང་སྤྲད་དེ་ངའི་ནུ་མར་སོ་བརྒྱབ་སྟེ་ནུ་རྡོག་གཅོད་གྲབས་བྱས་བྱུང། ད་དུང་ངའི་སྔས་མགོའི་ནང་སྦི་རག་གིས་ཤི་འཐམ་བསྡུས་བྱུང། ངས་ཕར་རྒོལ་བྱས་ཀྱང་ཁོས་དངུལ་གྱིས་མི་ཡང་འདོན་འདྲེ་བཟོ་སྲིད་ལ་འདོན་འདྲེ་ཡང་མི་ལ་འགྱུར་སྲིད་ངས་ཁྱོད་ལ་དགོས་པའི་དངུལ་སྤྲད་པས་ངའི་འདོད་པ་ལྟར་བྱེད་ཀྱི་ཡིན་ཞེས་མནར་གཅོད་ཚད་མེད་བཏང་བྱུང་ཞེས་ཤོད་ཀྱིན་མོའི་བྲང་སྟེང་གི་ནུ་རྡོག་ཁྲག་འཛར་འཛར་དེ་བསྟན། ངུ་ཤུབས་དེ་བས་ཆེ་རུ་ཕྱིན། ད་གཟོད་བུ་མོ་གཙོའི་གདོང་ལས་ཧ་ལས་ཧང་སངས་ཀྱི་རྣམ་འགྱུར་ཞིག་བསྟན་ཏེ་བྱོལ་སོང། བྱོལ་སོང་ཞེས་བསྟུད་མར་ཤོད་ཀྱིན་ལྟོགས་ལ་མི་ལྟོགས་ལ་སེམས་གསོ་གཏོང་རྒྱུ་ལས་བྱ་ཐབས་གཞན་མ་རྙེད། ཡུད་ཙམ་ནས་དབག་ཆོས་མེ་ཏོག་གིས་ཅི་ཞིག་དྲན་པ་ལྟར་དཀོན་མཆོག་གིས་གཟིགས་ཏེ་ཁོའི་ཤེད་མོ་སྐྱོ་དྲགས་ནུས་པ་མེད་པ་ཁོ་ནས་མ་གཏོགས་ཁོས་འཇིག་རྟེན་བསྐོར་ཏེ་བུད་མེད་ཚང་མ་དབང་དུ་བསྡུས་ཀྱང་འདོད་པ་ཁེངས་ཀྱི་མ་རེད། གང་མགྱོགས་འདུག་ཤི་འགྱེལ་བར་ཤོག་ཅེས་རང་གི་ཁོང་ཁྲོ་ཞི་ཐབས་བྱས། དེ་སྔ་བུ་མོ་ཚོ་རང་གི་ལས་དེར་གོམས་པ་ལྟར་དུ་གྱུར་ནས་བར་སྐབས་ཤིག་གི་རིང་དེ་ཙམ་གྱི་སྐྱོ་སྣང་དང་ཉམས་ཞན་གྱི་སྣང་བ་མ་བྱུང་ཡང། ཐོག་མར་བ་ལུའི་མེ་ཏོག་ལ་ལྷག་པའི་གནས་ཚུལ་དང་ད་ཐེངས་ཏོག་ལ་མེ་ཏོག་གི་ལུས་སྟེང་དུ་ཐོན་པའི་གནས་ཚུལ། དེ་བས་ད་ལྟ་པད་ཁའི་མེ་ཏོག་གི་ནད་གཞི་ལ་སོགས་པ་བསྟུད་མར་ཐོན་པའི་བྱུར་རྡོ་རྣམ་བབ་འདྲ་བ་དེ་དག་གིས་བུ་མོ་ཚང་མའི་སེམས་ནང་རང་ཉིད་ཀྱི་བཞིན་གྱི་རྣམ་པ་ཅི་འདྲའི་མཛེས་ཀྱང་རུང། ལུས་ལ་སྤོས་ཁ་ལེགས་པའི་གྱོན་པས་བཏུམས་ཀྱང་རུང། གང་ལྟར་མི་གཞན་གྱི་མཐོང་ཆུང་དང་བརྙས་བཅོས་བསལ་དགོས་པའི་སྣང་བ་ཤུགས་ཆེན་པོ་ཞིག་བྱུང་སྟེ། རང་གི་ཡ་ང་བའི་ལས་དབང་ལ་སྐྱོ་བ་དྲག་པོ་སྐྱེས། འོན་ཀྱང་ཁོ་ཚོ་སྐྱོ་སྣང་སྐྱེས་པ་དང་ཞེན་པ་ལོག་པ་ཙམ་གྱིས་ལས་དབང་ལ་འགྱུར་ལྡོག་གཏོང་ཐབས་མེད་པས་ཚེ་འདིར་ཤ་དང་རུས་པ་འབྲེལ་བའི་གཉེན་ཉེ་ཆེད་དང་རང་གི་འཚོ་བའི་ཆེད་དུ་རྒྱ་སེའི་མཚན་མོའི་སྤྲོ་སྐྱིད་ཁང་ནང་ཡོང་མཁན་སྐུ་མགྲོན་ཚོར་ཞི་མིར་གཏིང་ནས་བསླངས་ཀྱང་འཛུམ་གྱིས་སོ་བསྟན། བཟོད་བརྩོན་ངོ་བསྟན་སྙན་པའི་གཟུགས་འདེབས། རབ་ཏུ་རྒྱས་པའི་ནོར་བུ་དང་འཕོངས་གཡུགས་ཏེ་སྐྱེས་པ་ཚོའི་འདོད་བློ་བཀང་སྟེ་རང་གི་དངུལ་གསོག་གིན་ཡོད།